སྤྱི་བ་དུག་གི་སློབ་གཉེར་པ་ཡོངས་ལ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་ཚང་མ་ཁམས་བཟང་ནང་བཞུགས་ཡོད་པའི་རེ་བ་ཞུ་གི་ཡོད། ད་ང་རང་ཚོ་མཁྱེན་པ་ནང་བཞིན་དེང་སང་ང་ཚོ་གར་འགྲོ་གི་སྲིད་ལབ་པ་ཡིན་ན་ཤེས་པའི་སྟེང་གི་འགྲོ་བཞིན་པ་རེད། ཤེས་པའི་སྟེང་གི་འགྲོ་མི་ནང་ནས་ད་ལྟ་བར་དུ་ང་ཚོ་ཤོག་ལོ་འགའ་ཞིག་འགྲོ་ཚར་བ་རེད། དེ་རིང་སྔ་བ་རེད་དེ་དེ་རིང་འགྲོ་ཡག་དེ་ཤོ་ལོ་ཀ་སྔ་བ་དང་དྲུག་པ་གཉིས་བཅས་འགྲོ་ཡག་ཡིན། ག་རེ་ཡིན་ལབ་པ་ཡིན་ལ་དེ་རིང་གི་ཤོ་ལོ་ཀ་སྔ་བ་དང་དྲུག་པ་གཉིས་དེ་དཔེ་མི་སྲིད་ཀྱི་འབྲེལ་བ་ཆེན་པོ་ཆགས་ཏུ་ཡོད་རེད་རྒྱུ་མཚན་དེ་ལ་བརྟེན་ནས་ནམ་རྒྱུན་ང་ཚོ་ཤོ་ལོ་ཀ་རེ་རེ་མ་གཏོགས་འགྲོ་གི་ཡོད་མ་རེད་དེ་ཡིན་ན་དེ་རིང་ཤོ་ལོ་ཀ་གཉིས་འགྲོ་ཡག་ཡིན་ཞུ་ཡག་ཡིན། ད་དེའི་ནང་ནས་དེ་རིང་གི་ཕ་གི་ནང་ལ། དེ་རིང་ཤོ་ལོ་ཀ་སྔ་བའི་གི་བརྗོད་གཞི་དེ་ག་འདྲ་ཞིག་ལབ་པ་ཡིན་ན་འཇིག་རྟེན་གྱི་ནོར་ལ་ཆོག་ཤེས་དགོས་པ། འཇིག་རྟེན་གྱི་ནི་གསེར་དང་དངུལ་དང་དུད་འགྲོ་ལ་འཇིག་རྟེན་གྱི་ནོར་ཞེས་ལབ་རེད་ང་རང་ཚོའི་འཇིག་རྟེན་ནང་ལ་བེད་སྤྱོད་བྱེད་མཁན་སྤྱི་ལག་ཚང་མ་ལ་འཇིག་རྟེན་གྱི་ནོར་ཞེས་ལབ་རེད་ཆོག་ཤེས་ཟེར་ཚིག་དེ་དེ་འདྲའི་ངེས་པ་ཐེག་དགོས་བ་རེད་ཕྱག་ན་རུ་ཆོ་ག་ཆོག་ཤ་འབྲིང་པོ་ཤེས་ས་ཞིག་ཆོག་ཤེས་ཟེར་བའི་སྐབས་ལ། ཆོག་ཤེས་ཟེར་བའི་སྐབས་རང་ལ་གང་ཡོད་པ་དེ་ལ་འདོད་པ་གང་ནས་བདེ་ཡག་དེ་ལ་ཆོག་ཤེས་ཞེས་ལབ་རེད་དེ་ཆོག་ཤེས་མེད་པ་ལ་ནི་ཁ་སང་བརྒྱ་ཡོད་ན་ཁྲི་ཁྲི་ཡོད་ན་འབུམ་འབུམ་ཡོད་ན་ས་ཡ་ཧོ་ཧོ་དེ་ལ་ཆོག་ཤེས་མེད་པ་ཞེས་ལབ་རེད་ད་ཆོག་ཤེས་མེད་པ་དེ་སུ་ལ་ཆོག་ཤེས་ཡོད་མ་ཟེར་འཛམ་གླིང་འདི་ན་མི་ཕྱུག་པོ་ཚང་མ་ལ་ཆོག་ཤེས་ཡོད་མ་རེད་ཚོང་པ་ཚང་མ་ལ་ཆོག་ཤེས་ཡོད་མ་རེད་ད་ང་རང་ཚོ་མི་མི་ཚེ་འདིང་ཙམ་སྐྱལ་འདིང་འདིང་ཚོ་ལ་ཆོག་ཤེས་ཡོད་རེད་ད་ང་ལ་ད་ག་ཚོད་ཐུག་ན་འགྲིག་ཤག་བསམ་ཡ་བྱེད་པ་ར་ཨོ་དེ་ལ་ཆོག་ཤེས་ལབ་རེད་འོ་དེ་ཆོག་ཤེས་དགོས་ཤེས་རེད་དེ་བཤད་པའི་ནང་ནས་དེ་ཁྱེད་ག་དུས་ཡིན་ན་ངས་ཁྱེད་ཚོ་ལ་ཞུ་གི་ཡོད་པ་ཀློག་དེབ་དང་བྲིས་དེབ་སྨྱུ་གུ་གསུམ་དང་ངེས་པ་དང་མཉམ་དུ་བསྡད་ཨ་དེ་རིང་གི་ཀློག་དེབ་ནང་ལ་ཤོག་གྲངས་བརྒྱད་ཅུ་གྱ་གཉིས་ལ་ཡོད་རེད་རྒྱལ་ཆེན་ཁྱེད་རང་ཁ་ཕྱེ་གནང་ཨ། ད་ངས་འགྲེལ་བཤད་རྒྱག་སྟངས་དེ་དང་པོ་གར་བྱེད་ཟེར་བ་ཡིན་ན་དང་པོ་ཤོ་ལོ་ཀ་དུ་ཀློག། ཤོ་ལོ་ཀ་ཀློག་ནས་ཚིག་རེ་རེ་བྱས་ནས་ཚིག་དོན་བཀླག་ཚིག་དོན་འགྲེལ་བཤད་རྒྱག། ཚིག་དོན་འདྲ་བས་ཚིག་དོན་འགྲེལ་བཤད་རྒྱས་པའི་ཕྱིར་ནས་དུས་མཉམ་དུ་ལ་ཤོ་ལོ་ཀ་དེ་འགྲེལ་བཤད་ཧྲོབ་ཧྲོབ་ཅིག་རྒྱག། དེ་ནས་དེ་ཞུགས་སྡོད་སྐབས་ཤོ་ལོ་ཀ་ཡི་གི་འགྲེལ་བཤད་དེ་ཁྱེད་རང་གི་བྲིས་དེབ་ནང་ལ་གང་བྲིས་ཡོད་དེ་ཕ་ག་ངས་ཀྱི་དྲ་རྒྱ་ནང་ལ་གང་བཏང་ཡོད་བ་དེ་རེ་རེ་བྱས་ནས་གང་བྲིས་ཡོད་བ་དེ་ཁྱེད་རང་ཚོ་ཕ་ག་ཁྱེད་རང་ཚོ་བྲིས་དེབ་ནང་ཁྱེད་རང་ཚོ་དྲ་རྒྱ་ནང་གང་བཏང་ཡོད་བ་དེ་རེ་རེ་བྱས་ངས་འགྲེལ་བཤད་རྒྱག་དགོས་ཡིན། ད་དེ་རིང་གི།

འོང་དུས་གང་དུ་ཤོ་ལོ་ཀ་དེ་གའི་བསྟན་བྱ་གཙོ་བོ་ག་ས་ལ་ཡོད་ན་ཕྱོགས་བཤད་བྱེད་དགོས་རེད། རང་ལ་རྒྱུ་ནོར་གང་ཡོད་པ་དེ་ལ་ཕྱོགས་བཤད་བྱེད་དགོས་རེད་ཟེར་ཡ་དེ་ཐུང་ཐག་རྡོག་རྡོག་དེ་རེད། དག་ཚིག་གི་ཐུང་ཐག་བཤད་ཀྱིན་འདུག་ནོར་ཟེར་ཡ་དེ་ང་རང་འཛམ་གླིང་སྟེང་ལ་བེད་སྤྱོད་བྱེད་བཞིན་པའི་གའི་རྒྱུ་ནོར་ཚང་མ་ལ་ནོར་ཟེར་བ་རེད་གསེར་དང་དངུལ་དང་དེ་ནས་བཟའ་ཡག་དང་བཏུང་ཡག་དང་གོན་ཡག་ཐམས་ཅད་ལ་ནོར་ཟེར་བ་རེད།

ཀུན་ཏུ་ཆོག་ཤེས་མཛོད་རྒྱུ་མཚན་དེ་ལ་བརྟེན་ནས་དུས་ཀུན་ཏུ། དུས་ཀུན་ཏུ། དུས་རྟག་ཏུ། ཆོག་ཤེས་མཛོད་ཅེས་ཆོག་ཤེས་བྱེད་དགོས་རེད་མཛོད་ཅེས་ཟེར་ན་སྐུ་ཚེ་བརྒྱད་པར་རེད་བ། མཛོད་ཟེར་ན་བྱས་ཟེར་བ་རེད། དུས་ཀུན་ཏུ་ཆོག་ཤེས་བྱས་ཨ་ཨ་ཟེར་བ་རེད། ཆོག་ཤེས་མཛོད་ཅེས། སྐུ་ཚེ་བརྒྱད་དང་ཆོག་ཤེས་ཆོག་ཁྱེད་ན་ཆོག་ཤེས་བྱས་ཁྱེད་ན་དགེ་བ་བདེ་སྤྱོད་བཟང་པོ་ཁྱེད་རང་ཆོག་ཤེས་བྱས་ཤེས་པ་ཁྱེད་པ་ཟེར་ན་ཤེས་པ་གི་ཞེ་ས་རེད་བ། ཆོག་ཤེས་བྱས་ཁྱེད་པ་ཡིན་ན་བྱས་ཤེས་པ་ཡིན་ན་ནོར་མི་སྲིད་ནོར།

མང་པོ་བོགས་ཟོག་ཡོད་པ་ཡོད་པའི་དོན་རེད་བོགས་ཟོན་ནི་ཡོད་པའི་དོན་རེད། རྒྱུ་མི་ནོར་མི་བོགས་ཀྱང་ནོར་མང་པོ་མེད་ཀྱང་ཡང་དག་འབྱོར་བ་ལ་སེམས་དཔའི་མི་སེར་གྱི་ཕྱུག་པོ་རྒྱུ་ན་མང་པོ་མེད་པ་ཡིན་ན་ཡང་སེམས་དཔའི་མི་སེར་ཕྱུག་པོ་བྱེད་འདོད་པ་གང་ནས་བདེ་གི་ཡོད་རེད་ལབ་དེ་ལྟ་ན་ངས་ཤོ་ལོ་ཀ་གི་ཚིག་དོན་རེ་རེ་བཤད་ནས་དེའི་འགྲེལ་བཤད་རོབ་རོབ་བལྟས་བྱས་ད་ཁྱེད་རང་ཚོ་བྲིས་བལྟས་ན་གཟིགས་ཨ། རྒྱུ་ནོར་ལོངས་སྤྱོད་ཀྱི་དགོས་པ་མེད། ངང་གཟིགས་རྒྱུ། འཛམ་གླིང་སྟེང་ན་རྒྱུ་ནོར་ལོངས་སྤྱོད། རྒྱུ་ནོར་ལོངས་སྤྱོད་ཡོད། མི་ལ་རྒྱུ་ནོར་ལོངས་སྤྱོད་དགོས་རེད་བ། མི་ལ་རྒྱུ་ནོར་ལོངས་སྤྱོད་དགོས་རེད་དེ། དེའི་དགོས་པ་རྒྱུ་མཚན་ག་ས་ལ་བབས་ན་རྒྱུ་ནོར་ལོངས་སྤྱོད་ཀྱི་དགོས་པ་ནི་དུང་ཕྱུར་རྒྱུ་ནོར་ལོངས་སྤྱོད་ཡོད་པའི་དགོས་པ་ནི་ག་ས་ལ་བབས་ཡིན་ན་ཆོག་ཤེས་པ་ཡིན་པས། ཆོག་ཤེས་བྱེད་དགོས་དེ་གལ་ཆེན་པོ་རེད་ཟེར་བ་རེད། རྒྱུ་ནོར་ལོངས་སྤྱོད་ཡོད་པའི་གི་དགོས་པ་དེ་ག་ས་ལ་ཡིན་ན་རྒྱུ་ནོར་ཡོངས་སྤྱོད་གང་ཡོད་པ་དེ་ལ་ཆོག་ཤེས། ཆོག་ཤེས་པ་ཡིན་པས་ཆོག་ཤེས་བྱེད་འདོད་ཡིན་པས། འདོད་ཆུང་ཆོག་ཤེས་བྱེད་དགོས། ག་དུས་ཡིན་མ་ཡིན་ན་འདོད་ཆུང་འདོད་པ་ཆུང་ཆུང་འདོད་པ་ཆུང་ཆུང་ཡོད་ན་ཆོག་ཤེས་ཡོད་རེད་འདོད་ཆུང་ཆོག་ཤེས་བྱེད་དགོས་ལ་འདུག་སྟེ། རྒྱུ་ནོར་ལོངས་སྤྱོད་ཀྱི་དགོས་པ་ནི་རྒྱུ་ནོར་ལོངས་སྤྱོད་རང་ཉིད་ལ་རྒྱུ་ནོར་ལོངས་སྤྱོད་ཡོད་པའི་དགོས་པ་དགའ་ས་ལ་བས་ན་ཆོག་ཤེས་ཆོག་ཤེས་པ་དེ་རེད་ལ། ཆོག་ཤེས་པ་ཡིན་པས་འདོད་ཆུང་ཆོག་ཤེས་བྱེད་དགོས་རྒྱུ་མཚན་དེ་ལ་བརྟེན་ནས་ག་དུས་ཡིན་ན་ཡང་འདོད་ཆུང་ཆོག་ཤེས་བྱེད་དགོས་ལ། འདུལ་བ། ད་ལྟ་རང་ལ་གང་ཡོད་པ་ལ་ཡིད་ཚིམ་པས་བདེ་བ་ནི། འདུལ་བ། ད་ལྟ་རང་ལ་གང་ཡོད་པ་དེ་ལ་སྔགས་རྒྱུ་ནོ། དཔལ་འབྱོར་གང་ཡོད་པ་དེ་ལ་ཡིད་ཚིམ་ནས་འདོད་པ་ཁང་ནས། ཡིད་ཚིམ་ནས་འདོད་པ་ཁང་ཚིམ་ན་བདེ་བ་ཡོད། རོལ་བ། ད་ལྟ་རང་ལ་གང་ཡོད་པ་ལ་འདོད་པ་ཚིམ་པས་བདེ་བ་ནི། འདོད་པ་ཚིམ་ན་བདེ་བ་ཞིག་ཡོད། འདོད་པ་ཚིམ་པའི་བདེ་བ་ནི་མཆོག་ཏུ་གྱུར་པ། མཆོག་ཏུ་གྱུར་མཆོག་ཏུ་གྱུར་པའི་ནོར་ཡིན། ལ་བཟླ། ད་ལྟ་གང་ལ་རང་ལ་གང་ཡོད་པ་དེ་ལ་འདོད་པ་ཚིམ་ནས་བདེ་ཡག་ཅིག་རང་གིས་རྒྱུ་ནོ། རང་ལ་རྒྱུ་ནོ་གང་ཡོད་པ་དེ་ལ།

སྟོན་པས་གསུངས་ཏེ་དེ་དུ་མཆོག་ཏུ་ཡག་ཤོས་ཡིན་པ་དེ་གསུངས་ཀྱི་བཅོམ་ལྡན་འདས་ཀྱིས་ལྷ་མི་སྟོན་པའི་སྒང་ལ་ཡོད་པ་ལྷ་མི་སྟོན་པས་གསུངས་ཞེས་པ་དེ་རབ་མཆོག་ལགས་པ་ལྷ་མི་སྟོན་པས་གསུངས་ཏེ་འདི་ལ་དྲིས་དོ། མཆོག་གིས་མཆོག་ཏུ་གྱུར་པ། མཆོག་ཏུ་གྱུར་པའི་ནོར་ཡིན་པ་སྟོན་པས་སྟོན་པས་སྟོན་པས་གསུངས་ཞེས་སྟོན་པ་སངས་རྒྱས་གང་རང་ཆོས་ཀྱི་བདག་ཅག་གིས་སྟོན་པ་ཤཱཀྱ་ཐུབ་པས་གསུངས་ཡོད་རེད། རྒྱུ་མཚན་དེ་ལ་བརྟེན་ནས་དུས་རྟག་དུས་དང་རྣམ་པ་ཀུན་ཏུ་དུས་དང་རྣམ་པ་ཀུན་ཏུ་ཆོག་ཤེས་ཡོད་ན། དུས་དང་དུས་རྟག་ཏུ་ད་དུས་ཡིན་པའི་རང་ཉིད་ལ་ཆོག་ཤེས་ཡོད་པ་ཡིན་ན། རྒྱུ་ནོར་དེ་ཙམ་མེད་ཀྱང་མེད་ན་ཡང་ཡོད་སྙམ་པའི་བདེ་བ་ཡོད་དོ་བདེ་བ་ཡོད་དོ་དོ། རང་གི་དཔེར་ན་དུས་རྟག་ཏུ་དུས་དང་རྣམ་པ་ཀུན་ཏུ་ཆོག་ཤེས་ཡོད་པ་ཡིན་ན་རང་ཉིད་ལ་རྒྱུ་ནོར་མང་པོ་མེད་པ་ཡིན་ན་ཡང་ང་ལ་རྒྱུ་ནོར་འགྲིག་མཚམས་ཡོད་ང་མདང་ངེས་ཤེས་པ་ཡོད་མདང་ངེས་ཤེས་པ་ཡོད་བསམ་པའི་གི་བསམ་བློ་ཁོ་ནས་ཡིད་ལ་དཔེ་མི་སྲིད་ཀྱི་བདེ་བ་ཡོད་རེད་ཡོད་ཚེ་དེ་ལ་བརྟེན་ནས་ག་དུས་ཡིན་པ་ཡིན་ན་ཡང་རང་ལ་གང་ཡོད་པ་དེ་ལ་འདོད་པ་ཁང་ནས་བདེ་ཡག་དེ་བདེ་བོའི་ནང་ནས་ཀྱང་མཆོག་ཏུ་གྱུར་བ་རེད་འདུག་ནོར་རྒྱུ་ནོར་རྒྱུ་ནོར་གྱི་ནང་ཀྱང་ནང་ནས་ཀྱང་མཆོག་ཏུ་གྱུར་བ་རེད་དེ་ལས་ཆུང་བའི་བདེ་བ་དེ་ཡང་མཆོག་ཏུ་གྱུར་བ་ཡོད་རེད་རྒྱུ་མཚན་དེ་ལས་བརྟེན་ནས་ག་དུས་ཡིན་པ་ཡིན་ན་ཡང་སྡུག་ཅུང་ཆོག་ཤེས་བྱས་ཡོད་ས་རེད། ད་དེ་དང་འབྲེལ་བ་ཡོད་བོགས་དེ་ལ་དཔེ་རེད་ད། གཉིས་པ་འདུག་དེ་བགས་དེ་བགས་བོགས་མང་བོགས་འདུག་དེ་བགས་བོགས་མང། ཇི་ལྟར་སྡུག་བསྔལ་བ་འདོད་པ་ཆུང་རྣམས་དེ་ལྟར་མ་ལགས་ཏེ་ཀླུ་མཆོག་རྣམས་ལ་མགོ་བོ་ཇི་སྙེད་པ་དེ་ལས་བྱུང་བའི་སྡུག་བསྔལ་དེ་ཉིད་དུ། སྒྱུ་རྩལ་ཐེག་པ་ཟད་དུ་ན་དེ་ཐང་དང་པོ་ཐང་དང་པོ་དེ་སར་ཐེག་པ་ཟད་པ་གར་སོང་གི་ས་ན་ཚིག་གི་དོན་དག་དེ་ཐེག་པ་ཟད་དེ་རྒྱལ་པོ་འདི་རེ་དགའ་སོ་དེ་བ་འདི་ཆོས་བཟང་པོ་ལ་འདི་དགའ་སོ། ཡོན་ཏན་ཚང་མ་ཚང་སྟེ་ཤེས་ཤིང་ཐུལ་བ

རྒྱུ་ནོར་ག་ཚད་མང་བ་ཡོད་པ་ཡིན་ན་དེ་རྒྱལ་པོ་བདེ་སྤྱོད་ཀྱི་ཡོན་ཏན་ཀུན་དུ་བདེ་བའི་རྒྱབ་ཆོས་དུ་རྒྱལ་པོ་བདེ་སྤྱོད་བཟང་པོ་ལགས། རེད་དེ། མི་དེ་ལ་རྒྱུ་ནོར་ག་ཚད་མང་བ་ཡོད་པ་ཇི་ལྟར་བོགས་མང་ཇི་ལྟར་སྡུག་བསྔལ་བ་དེ་ལྟར་སྡུག་བསྔལ་ཆེ་བ་ཡོད་པ་ནང་བཞིན། འདོད་པ་ཆུང་ན་དེ་དག་མ་ལ་འདོད་པ་ཆུང་དུ་རྒྱུ་ནོར་རྒྱུ་ནོར་ཉུང་ཉུང་ཡོད་པ་གང་ཞིག་ལ་འདོད་པ་ཆུང་བ་དེ་ཚོ་ལ་སྡུག་བསྔལ་དེ་ཙམ་ཡོད་མ་རེད་ལགས། དཔེར་ན་ལགས། དཔེར་ན།

ནོར་བུ་གསུམ་ཡོད་པར་ཀླུ་གཅིག་ལ་མགོ་གཅིག་མ་གཏོགས་མེད་པ་ཡིན་ན་ཁོ་ནོར་བུ་གཅིག་མ་གཏོགས་ཡོད་པ་མ་རེད་བ། བྱས་ཙང་ཀླུ་གཅིག་ལ་མགོ་དགུ་ཡོད་པ་ཡིན་ན། དེ་ལ་མགོ་རེ་རེ་ལ་ནོར་བུ་རེ་རེ་ནོར་བུ་དགུ་ཡོད་པ་ནོར་བུ་དགུ་དེ་བརླག་ཡོང་བསམ་པ་དང། གཞན་པ་གི་འཕྲོག་ཡོང་བསམ་གྱི་སྡུག་བསྔལ་ཡོད་རེད་བ། ཀླུ་གཅིག་ལ་མགོ་བོ་དྲུག་ཡོད་པ་ཡིན་ན་ཁོ་དེ་ལས་སྡུག་བསྔལ་ཆུང་བ་ཡོད་རེད་བ། ཀླུ་གཅིག་ལ་མགོ་བོ་གཅིག་མ་གཏོགས་མེད་པའི་ནོར་བུ་གཅིག་མ་གཏོགས་ཡོད་པ་སྡུག་བསྔལ་ཆུང་བ་ཡོད་རེད་བ། ཞེས་འདོད་ན་ཀླུ་མཆོག་རྣམས་ལ་མགོ་བོ་ཇི་སྙེད་པ་མགོ་བོ་ག་ཚད་ཡོད་པ་ཇི་སྙེད་མང་པོ་ཡིན་པ། ཀླུ་ཆང་རྣམས་ལ་མགོ་བོ་ཇི་སྙེད་པ། དེ་ལས་བྱུང་བའི་སྡུག་བསྔལ་དེ་ཉིད་དུ་སོང་བ་ཀླུ་ཆང་བླུད་རྣམས་ལ་མགོ་བོ་ག་ཚད་མང་བ་ཡོད་པ་དེ་ལ་སྡུག་བསྔལ་ཡང་དེ་ལས་མང་དེས་ན་ཤི་སྡུག་བསྔལ་མང་ཡོད་རེད་ས་ད་ངའི་ཕ་གི་ནང་ལ་ང་ཚོ་ཕ་གི་ནང་དྲི་དེབ་ནང་ཤང་གཟིགས་ཨ། དེ་པ་ཞེས་པ་ནི་ཡོན་ཏན་ཀུན་ལྡན་གྱི་རྒྱལ་པོ་བདེ་སྤྱོད་བཟང་པོ་ལ་བོད་ནས་སྒང་ལ་ཡིན་པ

ག་སོང་རྒྱུ་ནོར་ལ་རྒྱུ་ནོར་ལ་ཐོག་མཐའ་བར་གསུམ་གྱི་སྡུག་བསྔལ་ལབ་རེད་དཔེར་ན་ངས་དཔེ་བཤད་པ་རྒྱུ་ནོར་ལ་དང་པོ་བསགས་མི་ཐུབ་པའི་སྡུག་བསྔལ། ཐོག་ཐོག་མ་བསགས་མི་ཐུབ་པའི་སྡུག་བསྔལ། བར་དུ་མིས་རྐུན་མ་རྐུ་ཡོང་བསམ་པའི་སྡུག་བསྔལ། མཐའ་མ་བརླག་པའི་སྡུག་བསྔལ། བསགས་པ་དང་སྲུང་བ་གཏོར་བའི་སྡུག་བསྔལ་ར་ཁ་ཤས་དང་པོ་བསགས་མི་ཐུབ་པའི་སྡུག་བསྔལ། གཉིས་པ་སྲུང་མི་ཐུབ་པའི་མི་རྐུན་མ་མི་གཞན་པས་རྐུ་ཡོང་བསམ་པའི་སྡུག་བསྔལ། མཐའ་མ་མཐའ་མ། མེས་ཚིག་ཡོང་ཆུ་ཡིས་ཁྱེར་ཡོང་རྐུན་མས་ཁྱེར་ཡོང་བསམ་པ་དང་དང་དུང་དེ་ལས། རྒྱ་ཆེར་བཤད་པ་ཡིན་ན་ཤི་འགྲོ་བའི་སྐབས་ལ། སྡུག་བསྔལ་ཡོང་བ་དེ་འདྲ་ཡོད་ས་རེད་བ་ངས་རྒྱུ་ནོར་ལྷག་སོང་བསམ་པའི་གིས་དཔེ་མེད་སུ་སྡུག་བསྔལ་བྱས་དེ་འདྲ་ཡོད་ས་རེད་བ་བྱས་ས། རྒྱུ་ནོར་ལ་ཐོག་ཐག་བར་གསུམ་གྱི་སྡུག་བསྔལ་རེད་དང་པོ་བསགས་མི་ཐུབ་པའི་སྡུག་བསྔལ་ཐོག་མ། ཐོག་མ་བསགས་མི་ཐུབ་པའི་སྡུག་བསྔལ་བར་དུ་སྲུང་མི་ཐུབ་པའི་སྡུག་བསྔལ། ཐང་མ་ཐང་མ་བརླག་འགྲོ་བའི་སྡུག་བསྔལ་གསུམ་ཡོད་རེད་ཟེར་བ་བྱས་ཙང་འདི་ན་གསུངས་འདུག་འདི་ན་ལབ་འདུག་ད། གང་ཟག་ཞིག་ལ་གསེར་དངུལ་སོགས་རྒྱུ་ནོར་ག་ཚད་མང་བ་ཡོད་ཀྱང

དེ་ལྟར་མ་ལགས་ཏེ་འདོད་པ་ཆུང་བ་དེ་ཚོ་ལ་ཆོག་ཤེས་ཡོད་པ་དེ་ཚོ་ལ་ཆོག་ཤེས་བྱེད་ཤེས་མཁན་དེ་ཚོ་ལ་དེ་ལྟར་མ་ལགས་ས་སྡུག་བསྔལ་ཆེན་པོ་དེ་འདྲ་ཡོད་མ་ཕ་ག་ན་ག་ས་རྒྱུ་ནོར་མང་པོ་ཡོད་མཁན་དེ་ཚོ་ལ་སྡུག་བསྔལ་ཡོད་པ་ནང་བཞིན་དེ་འདྲའི་སྡུག་བསྔལ་ཡོད་མ་རེད་མ་ལགས་ཏེ། དཔེར་ན། ཀླུའི་རྒྱལ་པོ་རྣམས་ལ་མགོ་བོ་ཇི་ཙམ་མང་བ་ཡོད་པ་དང། ཀླུའི་རྒྱལ་པོ་རྣམས་ལ་མགོ་བོ་ཇི་ཙམ་མང་བ་ཡོད་པ་དེ་ལས་བྱུང་བའི་སྡུག་བསྔལ་སྡུག་བསྔལ་ཡང་དེ་ཙམ་གྱིས་མང་བ་ཡོད་ཏག་ཏག་དགོངས་དུ་ཞུ་ཡིན་པ་ཀླུ་རྣམས་ལ་མགོ་བོ་ག་ཚད་མང་པོ་ཡོད་པ་དེ་ལས་བྱུང་བའི་སྡུག་བསྔལ་ཡང་མང་ཡོད་རེད་ཟེར་གོང་དུ་ཤི་བོ་ནང་བཞིན་ཀླུ་གཅིག་ལ་མགོ་དགུ་བཀོལ་བ་ཡིན་མགོ་དགུ་ཡོད་པ་ཡིན་ན་ནོར་བུ་དགུ་སྲུང་མི་ཐུབ་སྡུག་བསྔལ་ཡོད་རོགས་ཀླུ་གཅིག་ལ་མགོ་བོ་དྲུག་མ་གཏོགས་མེད་པ་ཡིན་ན་དེས་སྡུག་བསྔལ་ཆུང་བ་ཡོད་རོགས་ཀླུ་གཅིག་ལ་མགོ་བོ་གཅིག་མ་གཏོགས་མེད་པའི་ཁོང་ནོར་བུ་གཅིག་མ་གཏོགས་སྲུང་སྐྱོབ་བྱེད་ཐུབ་པའི་སྐབས་སྲུང་ཡས་བྱེད་དགོས་རྒྱུ་མཚན་ཡོད་མ་རྒྱུ་མཚན་དེ་ལ་བརྟེན་ནས་ཀླུ་རྣམས་ལ་མགོ་བོ་ག་ཚད་མང་བ་ཡོད་པ་དེ་ལས་ག་ཟེར་དེ་དེ་ནང་བཞིན་སྡུག་བསྔལ་ཡང་ཆད་ཡོད་རེད་ཟེར་དུས་སྡུག་བསྔལ་ཡང་དེ་དེ་ཙམ་ཡོད་པ་ཞིག་ནོར་ཟས་བཟའ་རྒྱུ་མཚན་དེ་ལ་བརྟེན་ནས་དེ་རིང་གི་ང་རང་ཚོ་འདི་ན་བསླབ་བྱ་ལེན་དེ་ག་ས་ལ་བབས་ཡིན་ན་ཤོ་ལོ་ང་དེ་གཉིས་བྱང་ནས་ང་ཚོ་རྒྱུགས་འཕྲོད་ཡ་དང་ཨང་ཀི་ཁྲ་ལ་ཕྲན་བུ་རེ་བྱེད་དུ་མ་རེད་ག་དུས་ཡིན་པ་འདུག་ཅུང་ཆོག་ཤེས་བྱས་ཟེར་འདུག་ཅུང་ཆོག་ཤེས་བྱེད་དགོས་རེད་ཟེར་ཏེ་དཔེ་མི་སེར་གནད་འགག་ཆེན་པོ་རེད་ཆོས་དང་མཐུན་པ་རེད་དཔེར་ན་རང་གིས་རང་ཉིད་ཕྱུག་པོ་ཡིན་པ་ཡིན་ན་ཡང་ཡར་དཀོན་མཆོག་ལ་མཆོད་པ་མར་ངན་སློང་ལ་བྱིན་པར་སྦག་གིན་དུས་ལ་སྦར་གིན་དུས་འཕར་གིན་དུས་ལ་བསྙེན་བཀུར་བྱེད་པ་ཡིན་ན་རྒྱུ་ནོར་ཡོད་པའི་གོ་ཆོད་རེད།

རྒྱུ་ནོར་ག་ཚོད་མང་བོ་ཡོད་པ་དེ་སྡིག་པ་བཤད་ཡོད་རེད་སྡིག་པ་ཆེ་བའི་གང་ཞིག་ལ་ཚེ་འདི་ལ་ཡང་བསགས་མི་ཐུབ་པ་དང་བསྲུང་མི་ཐུབ་པ་དང་དེ་ཚ་བརླག་འགྲོ་བ་དང་རྟོགས་འགྲོ་བ་དང་ཐ་མ་ཐ་མ་གོང་དུ་ཞུས་པ་ནང་བཞིན་ཤི་འགྲོ་བའི་སྐབས་ལ་ཡང་ངས་རྒྱུ་ནོར་ལྷག་སོང་ངོ་བསམ་ནས་སྡུག་བསྔལ་མང་བོ་བསྐྱལ་ཡོད་ཟེར་བ་རྒྱུ་མཚན་དེ་ལས་དེ་ནས་གླེང་མོ་པ་ཁྱེད་རང་ཚོ་ཕྱུག་པོ་ཆགས་སོང་ན་ག་དུས་ཡིན་མིན་ལ་ཆོག་ཤེས་བྱེད་དགོས་དེ་གནད་འགག་ཆེན་པོ་རེད་ཤ་ཀླུ་དཔོན་ཀླུ་སྒྲུབ་ཀྱིས་ཀྱང་དགེ་བ་བདེ་ཆེན་བཟང་པོ་ལ་མདོ་ཧྲིགས་སུ་བསྡུས་བྱས་ན་ཁྱེད་རང་ལ་རྒྱུ་ནོར་གང་ཡོད་པ་དེ་ལ་ཆོག་ཤེས་བྱེད་ཨ་ཟེར་དུས་དེ་བསྟན་བྱ་གཙོ་བོ་དེ་རེད་དེ་ཚང་མ་ཐུགས་ཆེ་གནང།